བོད་ཀྱི་སྒྱུ་རྩལ་ཁང་གི་མདོ་འཛིན་པ་ཚེ་རིང་རྡོ་རྗེ་འབར་བས་ལྷན་རྒྱས་ཚོ་འཚམས་འདྲི་ཞུས་ཡོད། ད་རིང་བོད་ཀྱི་ལུག་རྒྱུད་དང་ལྡན་པའི་དཔེ་དེབ་ལྗགས་ཀློག་གི་ལེ་ཚན་འདིའི་ནང་ལ་ཡང། ལོ་ངོ་སྟོང་ཕྲག་གི་ལུག་རྒྱུད་ཡོད་པའི་གངས་ཏི་སིའམ་གངས་རིན་པོ་ཆེ་ནི། བོད་ལྗོངས་སྤུ་རེང་རྫོང་གི་བྱང་རྒྱུད་དུ་ལྷུན་ཆགས་སུ་རྒྱ་མཚོའི་ངོས་ལས་མཐོ་ཚད་མི་ཀྲར་དྲུག་སྟོང་དྲུག་བརྒྱ་ལྔ་བཅུ་ང་དྲུག་ཡོད་པ་རེད། གནས་འདིར་ལོ་ངོ་སྟོང་ཕྲག་མང་པོའི་སྔོན་ནས་ནང་པ་སངས་རྒྱས་དང་ཕྱི་རོལ་པའི་ངོས་འཛིན་ཚུལ་མི་འདྲ་བ་ཡི་བྱུང་ཡོད། ད་རིང་གངས་ཏི་སེའམ་གངས་རིན་པོ་ཆེ་ཡི་རྒྱབ་ལྗོངས་ཀྱི་ལུག་རྒྱུད་ཐོག་ལ་དཔེ་དེབ་ལྗགས་ཀློག་གནང་མཁན་དེ་ནེའུ་ཡོག་ཏུ་བཞུགས་པའི་སྟོད་མངའ་རིས་ས་དགའ་རྫོང་ནས་འབད་དགའི་བྱམས་པ་ཡོན་ཏན་ལགས་ཡིན་སྣམ་བུ་ཚོ་ཐུགས་ལྷོད་ལྷོད་ཅིག་གསལ་རོགས་གནང།
ད་རིང་གི་ལེ་ཚན་དེའི་ནང་ལ་གངས་དཀར་ཏི་སེ་གི་ལོ་རྒྱུས་མདོར་བསྡུས་ཅིག་ཞུས་པ་ཡིན་ན། དེར་མ་འདྲེས་ཀུན་ལ་བརྩེ་བའི་བདག་ཅག་གི་སྟོན་པ་ཐུགས་རྗེ་ཆེན་པོ་དང་ལྡན་པ་དེ་ཉིད་ཀྱི་བཀའ་དྲི་མ་མེད་པ་རྣམས་སུ་ཡོན་ཏན་གྱི་ཆེ་བ་དུས་མིན་ཁོ་ནས་ལེགས་པར་བསྔགས་ཤིང་ལུང་བསྟན་པ་བཞིན་ཁམས་གསུམ་ཆོས་ཀྱི་རྒྱལ་པོ་རྒྱལ་བ་འབྲིང་གོང་པ་ཆེན་པོའི་ཡབ་སྲས་དང་དཔའ་ལྡན་འབྲུག་པ་བཀའ་བརྒྱུད་ཀྱི་བདག་གིར་མཛད་པའི་གནས་གསུམ་གྱི་གཙོ་བོ། དཔལ་ལྡན་འཁོར་ལོ་དོན་འབིགས་ཀྱི་ཕོ་བྲང་ཡུལ་ཉི་ཤུ་རྩ་བཞི་ཀྱི་ཡང་རྒྱ། གངས་དཀར་ཏི་སེའམ་ཏི་སེ་སིང་སྟོང་དཀར་མོ་ཞེས་སྐུ་ཡི་གནས་ཞེས་གྲགས་པ་དེ་ཡི་ལོ་རྒྱུས་སུ། ཕྱི་ཡི་སྣོད་ཀྱི་ཁོར་ཡུག་རི་དང་བཅས་པ་ཆགས་ཚུལ་དེ་ལ་གངས་ཏི་སེ་འདི་ལ་ས་འོག་གི་ཀླུ་ཡི་གནས་གྱད། ས་ཕྱོགས་སྲིན་འབུད་ཀྱི་གནས་གྱད་ས་སྟེང་མཁའ་སྤྱོད་ཀྱི་གནས་གྱད་ཅེས་གསུངས་ཚུལ་ཡོད། དེ་ལ་གངས་རིས་ཀྱི་གནས་ཉི་ཤུ་རྩ་བཞི་ཟེར། ཡུལ་སུམ་ཅུ་སོ་གཉིས་དང་གནས་ཉི་ཤུ་རྩ་བཞི་དུར་ཁྲོད་ཆེན་པོ་བརྒྱད་སོགས་ཡོད་པའི་ནང་གསེས། ས་འོག། ཀླུ་ཡི་གི་སྣའི་གྱད་ཀྱི་ནང་ནས། གུ་གེ་ཡུལ་གྱི་ནུབ་བྱང་སྣའི་ཏྲེ་ཏཱ་པུ་རི་ཟེར་བ་དེ་ཀླུ་རིན་པོ་ཆེ་རྡོ་རྗེས་བཟུང། ལི་ཡུལ་གྱི་ལྕགས་ར་སྨུག་པོ་དང་ཉེ་བའི་སྣའི་བྲི་ཧ་སྡེ་བ་དེ་ཀླུ་སྟོབས་པོ་ཆེ་ནས་གིས་བཟུང། དེ་གཉིས་ས་འོག་གི་ཀླུའི་སྣའི་གྱད་ཀྱི་ནང་ནས་གཉིས་ལ་བརྩི་གི་ཡོད་རེད། ས་སྟེང་མཁའ་སྤྱོད་སྣའི་གྱད་ཀྱི་ནང་ནས་དང་པོ་དེ་ལྷ་ཨང་ཅུག་བྱང་བུད་གི་སྣའི་ཤར་གླིང་ཨེ་ཤ་ཡེ་ཡི་ནང་ལ་འཛམ་གླིང་ཡང་ཟེར་གྱི་འདུག་ཀྱང་ཨེ་ཤ་ཡེ་ཡིན་སྲིད། དེ་ཙམ་མ་ཟད་ལྷ་ཨང་ཅུག་ཆེན་པོའི་དབང་དུ་གྱུར་སྐབས། ལྷ་ཨང་ཅུག་ཆེན་པོས་དེ་འདྲའི་ཞུ་མཁན་མང་དག་བྱུང་བའི་སྐབས་དེར། རང་གི་སྐུ་ཚབ། དོ་ཡི་ལིངྒ་ཉི་ཤུ་རྩ་བཞི་གནས་རེ་རེ་ལ་བཏང། དེས་བདག་སྲུང་བྱེད་མཁན་སྲིན་པོ་མིག་གི་ཟངས་ཡིན་པས་ཨ་ནི་གང་སྟེ་སྲིད་དེ་སྲིན་པོ་མིག་མི་ཟངས་ཀྱིས་བཟུང་ཡོད། སྲིན་པོ་མིག་མི་ཟངས་དེ་ལྷ་ཨང་ཅུག་ཆེན་པོས་གིས་བཏང་བ་ཡིན་དུས་ཁོས་གནས་དེ་བཟུང་ནས་བསྡད་ཡོད། དཔའ་འཁོར་ལོ་དེབ་མཆོག་གིས་བྱིན་གྱིས་བརླབས་ཤིང་བཀྲུས་ནས་ཨ་ནི་དེབ་མཆོག་གི་གནས་སུ་གྱུར་བ་རེད། ས་སྤྱོད་ཀྱི་གནས་ཁྱེད་ནང་ནས་གཅིག་ལ་བརྩི། ས་འོག་གི་ཀླུ་གནས་བརྒྱད་ཀྱི་ནང་ནས་གཉིས་ལ་བརྩི། དེ་མཆོག་དྲུག་ཅུ་གི་རྩ་བཞི་གི་བཞུགས་གནས་ཡིན་ཞེས་དང་པོ་ནས་གནས་དེ་འདྲ་ཞིག་ལ་བརྩི་གི་ཡོད་རེད། སྟོན་པ་བཅོམ་ལྡན་འདས་ཀྱིས་རྒྱ་གར་འཕགས་པའི་ཡུལ་དུ། ན་མོ་ལྷ་ཡི་སྐད་དང་ཀླུ་ཡི་སྐད། རུས་བུམ་དག་དང་མི་ཡི་སྐད་རྣམས་དང་ཐམས་ཅད་སྐད་དུ་དག་གིས་ཆོས་སྟོན་ཏོ་གསུང་བ་དེ་བཞིན་དུ། སྐབས་དེ་ལ་ལྷ་དང་མི་ཀླུ་སོགས། ཆོས་ཞུ་བར་བཅར་དུས། གླུ་དེ་དུད་འགྲོ་ཡིན་སྟབས་ཚང་མས་སྐད་མི་གོ་བ་ཡིན་དུས། དེ་དུས་གླུ་ཡི་རྒྱལ་བོ་གའུ་དང་འཇོག་པོ་གཉིས་ཀྱིས། ཆུ་བ་གྱོན་སྐེ་རག་སྦྱོར་སྦྱོར་ཅིང་སྐྲ་བཅང་ལོ་བརྒྱབ་སྟེ་ཆོས་ཞུ་བར་བཅར་བའི་གྱི་བཤད་སྲོལ་དེ་འདྲ་ཡོད་བ་རེད། སྟོན་པ་བཅོམ་ལྡན་འདས་ཀྱིས་ཐུབ་དབང་སྐད་ཅིག་གིས་གྲོང་ཁྱེར་མ་སྟོང་ཕྲག་མང་པོ་སྤྲུལ་བའི་ཞིང་དེར། དེ་ཡི་གྲངས་གཅིག་རེ་གླུ་ཡི་རྒྱལ་བོ་གའུ་དང་འཇོག་པོ་གཉིས་ལ་གསོལ་རས་སུ་གནང་ཞིང། དེ་གླུ་ཡུལ་ལ་དེ་འདྲའི་ཞུ་སྐབས། ཀླུ་ཡི་གཉེར་བའི་ཚུལ་དུ་ནི་ཀླུ་དམར་དྲོད་གཟི་ཅན་གྱི་ཕོ་བྲང་དེ་མཚོ་མ་ཕམ་རེད། དེ་ནི་ཕ་སྐད་ལྟ་བུ་བྱས་པ་ཡིན་ན་ཀླུ་ཡི་ཕྱག་མཛོད་མགོན་པོ་བིང་ཡིན། མགོན་པོའི་གི་བསམ་པ་ལ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་རྟེན་ཁྱད་པར་ཅན་ཞིག་གནང་ཡོད་དུས་བཞུགས་ཡུལ་གྱི་གནས་ཁྱད་པར་ཅན་གྱི་གོས་ཀྱི་འདུག་གོང་ནས་ནི་གཡས་གཡོན་ལ་གཟི་ཁབ་གནས་ཁྱད་པར་ཅན་གང་སྟེ་གཟི་ལ་ལྷག་པ་མི་འདུག་ཏེ་བློ་ཡུལ་ལ་དེ་འདྲའི་ཤུལ་ནས་གནས་ཁྱད་པར་ཅན་དེའི་ནང་དུ་རྟེན་ཁྱད་པར་ཅན་དེ་བཞུགས་སུ་གསོལ་དགོས་བསམ་ནས། མགོན་པོ་བེང་ཡར་ཕེབས་ནས་གངས་ཏི་སེ་བློ་ཡུལ་ལ་དེ་འདྲའི་ཤུལ་རྒྱུའི་གྲ་འགྲིག་ཞུ་སྐབས་བདག་ཅག་གི་སྟོན་པས་མཁྱེན་ནས་རྒྱ་གར་འཕགས་པའི་ཡུལ་ནས་སྟོན་པ་འཁོར་དགྲ་བཅོམ་པ་ལྔ་བརྒྱ་དང་བཅས་བ། ངང་པའི་རྒྱལ་པོ་བཞིན་ནམ་མཁའ་ལ་འཕུར་ཏེ་གང་སྟེ་སྲིད་ཀུན་མཐུན་དཀྱིལ་འཁོར་གྱི་སྟེང་ཞེས་པའི་དར་ཆེན་གྱི་ཡར་སྣེ་བྲག་སྟེང་དུ་བབས་ནས། བཅོམ་ལྡན་འདས་ཀྱི་དགོངས་པ་ལ་སངས་རྒྱས་ཀྱི་བསྟན་པ་འདི། གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་དལ་བ་མ་ལུས་འབྱུང་བས་ནས། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་སྡེ་བར་དུ་བརྟན་གྱུར་ཅིག་ཅེས་གསུངས་བ་ལྟར། གང་སྟེ་སྲིད་བློན་ཡུལ་དུ་དེ་འདྲའི་བཞུད་བ་ཡིན་ན། གངས་རིའི་ར་བས་བསྐོར་བའི་ཞིང་ཁམས་འདི་གནས་ཐུབ་ཀྱི་མ་རེད། གངས་ཏེ་སེར་གཙོ་བོར་བྱས་པའི་གངས་རིའི་ཕྲེང་བས་བསྐོར་བའི་ཞིང་ཁམས་འདི་ཡི་ནང་དུ་ནང་པ་སངས་རྒྱས་པའི་བསྟན་པ་དེ་དཀའ་བའི་མཐར་ཡང་གནས་ཐུབ་པ་ཞིག་ཡིན་པ་སྟེ། ཀླུ་ཡུལ་ལ་གདན་དྲངས་ན་འགྲིག་གི་མི་འདུག་གོང་ནས་གངས་རིའི་ཕྱོགས་བཞི་ལ་ཏི་སེ་མི་འགྱུར་བའི་ཟེར་ཆེན་བཞི་ཞེས་ཞབས་རྗེས་བཞི་བཞག་ཡོད། ཞབས་རྗེས་བཞི་བོ་དེའི་གཅིག་ད་ལྟ་དར་ཆེན་སྐུ་བཞེངས་གནང་ས་དེའི་སྟེང་གི་བྲག་ཐོག་ལ། དགྲ་བཅོམ་པ་སྔགས་ཀྱི་ཞབས་རྗེས་དང་སྟོན་པའི་ཞབས་རྗེས་བཅས་ཡོད་པ་རེད་བཤམས་ནས། ཡར་བལྟ་དུས་བྲག་དེ་བང་རིམ་ཡོད་པ་ཞིག་ཡིན་རུང། ཐོག་ཁར་སོང་ན་ངོས་སྙོམས་པོ་དང་མདུན་ཕྱོགས་ཀྱི་ཐོག་འདྲ་བ་ཞིག་ཡོད། དེར་སྟོན་པ་བཅོམ་ལྡན་འདས་ཀྱི་ཞབས་རྗེས་གཅིག་དང། དེའི་གཡས་གཡོན་གང་སར་དགྲ་བཅོམ་པ་སྔགས་ཀྱི་ཞབས་རྗེས་མང་པོ་ཞིག་ཡོད་པ་དེ་ལ། དགྲ་བཅོམ་སྔགས་ཀྱི་བཞུགས་གནས་ཡང་ཟེར་གྱི་ཡོད། དེ་ནི་ཞབས་རྗེས་དང་པོ་རེད། ཞབས་རྗེས་གཉིས་བ་དེ་ཡར་སོང་ན་སྐབས་དེ་གི་ས་ཚད་ཞུ་མི་འདུག་ཀྱང་གོམས་ཚད་བྱས་ན་ཚ་ཟུག་ཅིག་གི་ཚར། རྟ་མགྲིན་མགྲོན་ཁང་ཟེར་བ་ཞིག་ཡོད་སྔོན་མ་དེ་མགྲོན་ཁང་ཞིག་བྱུང་ཡོད་པ་འདྲ། བྲག་དེ་རྟ་མགྲིན་རང་བྱོན་ཞིག་ཡོད་ཟེར་གྱི་འདུག་མི་ཚང་མས་ཕྱག་འཚལ་བ་དང། མར་གྱི་ཡར་ཟས་བརྒྱབ་ནས་རྟ་མགྲིན་གྱི་མགྲོན་མར་གྱི་སེང་ལ་ཐིམ་ནས་འཇགས་རྒྱུ་མི་འདུག་དེའི་མདུན་དུ་ཕ་བོང་ཆུང་ཆུང་ཞིག་གི་སྟེང་ལ་སྟོན་པའི་ཞབས་རྗེས་གཅིག་ཡོད་དེ་ཞབས་རྗེས་གཉིས་བ་དེ་རེད། དེ་ནས་གངས་འཇམ་ཟེར་བ་དང་ངན་སོང་དུང་རྒྱུད་འགག་ནས་སོང་ན་དུད་འགྲོས་བཅུ་འདུག་དེ་མ་དང་མཁའ་འགྲོས་ཀྱི་ཚོགས་ཤོང་ཟེར་བ་ཞིག་ཡོད། དེ་ནས་ཡར་སོང་ན་ལས་ཀྱི་མེ་ལོང་དང་དེ་ནས་ཕ་མེས་ཀྱི་དྲིན་ལན་སྦྱར་བ་ཟེར་བ་ཞིག་སྦྱར་རྒྱུ་ཡོད། དེ་ནས་ཡར་སོང་ན་སིལ་བ་ཚལ་གྱི་དུད་འགྲོས་ལ་ཐུག་གི་རེད། དེ་ནས་ཡར་སོང་ན་ལྷ་ལམ་དར་བདག་དང་གྲོ་མ་ལ་ཐོན་འགྲོ་གི་ཡོད་རེད། གྲོ་མ་ལ་ཡི་ཐོ་བརྩེགས་དེ་གྱ་ཚུལ་ངོས་ནས་མི་དར། ལྔ་སྟོང་དྲུག་བརྒྱ་སུམ་ཅུ་ཙམ་ཡོད་པ་ལ་དེ་ནས་མེ་ལོང་ཐུར་ཙམ་འབབ་སྟེ། ཞབས་རྗེས་བྲག་ཏོག་ཟེར་བའི་བྲག་ཏོག་ཆེན་པོ་ཞིག་གང་ལ་ཞབས་རྗེས་ཞིག་ཡོད་དེ་ཞབས་རྗེས་གསུམ་པ་དེ་རེད། དེ་ནས་ཡང་མར་འབབ་ན་ཚ་གཟུགས་གཅིག་ཙམ་གྱི་ས་དེར་ཞབས་དཀར་དུད་འགྲོས་ཟེར་བའི་ཚུར་འབྲུ་ཕུག་གི་གཤམ་དེ་བྲག་ཏོག་ཆུང་ངུ་ཞིག་གི་ཞབས་རྗེས་ཤིག་ཡོད་དེ་ཞབས་རྗེས་བཞི་བ་དེ་རེད། ཞབས་རྗེས་བཞི་བོ་དེ་ཏི་ཙི་མི་འགྱུར་བའི་ཞབས་རྗེས་བཞི་ཞེས་གྲགས་པ་དེ་ཞབས་རྗེས་དེ་དག་ལ་ཏི་ཙི་མི་འགྱུར་བའི་གཟེར་ཆེན་ཞེས་ཀྱང་བྱོ་སོ་ཡོད་པ་རེད། མགོན་པོས་གངས་རིན་པོ་ཆེ་ཀླུ་ཡུལ་ལ་དད་འབྲེལ་ཞུ་མ་ཐུབ་པ་དང་བོད་གངས་ཅན་ཡུལ་དུ་སངས་རྒྱས་ཀྱི་བསྟན་པ་དར་བའི་རྟེན་འབྲེལ་སོགས་གནས་བབ་དེ་ཚོ་ཚང་མ་ད་ལྟ་ཡང་དངོས་སུ་འཇགས་རྒྱུ་ཡོད་པ་ཞིག་ཡིན། ཞབས་རྗེས་དེ་རྣམས་དུས་ད་ལྟ་ཡང་འཇགས་རྒྱུ་ཡོད། དེའི་ནང་ནང་བཅུད་བསྟན་པ་ལྷ་ཡི་དཀྱིལ་འཁོར་དུ་སངས་རྒྱས་ཀྱིས་ཇི་ལྟར་བྱིན་བརླབས་པའི་ཚུལ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་རྫུ་འཕྲུལ་ཞབས་ཀྱིས་བཅགས་པའི་གི་ཞབས་རྗེས་བཞིའོ་ཞེས་གསུངས་སྲོལ་ཡོད་རེད། དེ་ནས་སངས་རྒྱས་ཀྱིས་བྱིན་གྱིས་བརླབས་ཚུལ་རི་ནག་པོ་གུར་དགའ་བའི་ཕ་རོལ་ན། གངས་ཏི་སེ་ཤེལ་གྱི་མཆོད་རྟེན་ཡོད། མཚོ་མ་མོ་གཡུ་ཡི་མལ་འབྲ་ཡོད། སྤོས་ངད་ལྡན་པའི་རི་བོ་ཡོད། གནས་དེ་ན་ཁྱེད་ཀྱི་གདུལ་བྱ་ཡོད་གསུང་བ་དང། གནས་དེ་ཉིད་རྡོ་སྡེ་ནས་བཟུང་བའི་ཏི་སེ་ལ་ངོས་བཟུང་ཚུལ་ནི། རྡོ་ལན་ཀར་གཤེགས་པ་དང་རྡོ་དྲེན་པ་ཉེར་གཞག་སོགས་ལ་ཏི་སེ་ངོས་བཟུང་བ་སྟེ། ཆོས་མངོན་པ་མཛོད་ལས་དེ་ནི་བྱང་དུ་རི་ནག་པོ་གུ་ཏའི་དེ་ནི་གངས་རིའོ་ཞེས་སོགས་གསུང་བའི་གི་དོན་ཚོད་འགྲེལ་ལས། འཛམ་བུ་གླིང་འདི་བྱང་ཕྱོགས་འཛམ་བུ་གླིང་དེ་ན་རི་ནག་པོ་གུ་ཏའི་བར་རོ་ན་གངས་རི་ཡོད་དོ། གངས་རི་དེ་ཡི་བར་རོ། རི་སྤོས་ངད་ཀྱི་ཚུར་རོལ་ན་མཚོ་མ་སྒྲོལ་ཞེས་བྱ་བ་གངས་ལ་ཆུ་བོ་བཞི་ཡི་འབབ་སྟེང་གངས་དཀར་དང་སི་ཏུ་སི་ཏཱ་དང་པགས་ཀྱུ་འབབ་པ་ཡོད། དེའི་ཞིང་དུ་པགས་རྩི་ལྔ་བཅུ་ཡོད་ལ་ཆུར་ཡང་པགས་རྩི་ལྔ་བཅུ་ཡོད་དེ་ཡན་ལག་བརྒྱད་དང་ལྡན་པའི་ཆུའི་གངས་ངོ། དེ་ནི་ཆུ་འབྲུག་དང་ལྡན་པའི་མི་ཡིས་བགྲོད་པར་དཀའ་འོ་ཞེས་གསུངས། དེ་ནས་མཉམ་མེད་དྭགས་པོ་བཀའ་བརྒྱུད་ཀྱི་གྲུབ་གནས་གྱུར་ཚུལ་ལ་བྱེས་ཚུལ་མེ་ལ་དང་ནཱ་རོ་བོན་ཆུང་གིས་འགྲན་བསྡུར་མང་པོ་གནང་སྲིད་གནས་ཡོད་པ་དང། ཨ་འདས་ད་རྒྱལ་བ་ཞུ་མི་དགོས་ཅི་རྒྱལ་བ་ཞུ་བས་ན་རིང་པོ་འགྲོ་གི་ཆགས་འགྲོ་ས་རེད་ཞུ་ཡག་ཡིན། དེ་ནས་ཆོས་རྗེ་འབྲི་གུང་པ་ཆེན་པོ་དག་གི་མཛད་ནས་ཨ་ནི་གྱང་བྲག་གོམ་པ་ཆགས་ཐབས་ཚུལ་དེ། པན་ཆེན་མགོ་ཡག་གངས་པ་དེ་ཏི་སེའི་གནས་ལ་གོམ་རྒྱག་པའི་དུས་སུ། འཛུགས་ཀྱི་དུས་ནས་གསེར་གྱི་ཤ་བིག་གི་མགོ་བོ་ཙམ་ཞིག་ཕུལ་བས། དོར་རྗེས་འཛིན་གྱིས་མ་ཤེས་པ། ང་འདོད་ཡོན་སྤངས་པའི་རྣལ་འབྱོར་ལ། རིན་ཆེན་གསེར་གྱིས་གོ་བ་མེད། གསེར་མི་དགོས་གཞི་བདག་ཁྱེད་རང་ཁྱེར། ཞེས་གསུངས་ནས། དེ་དུས་སྐྱོབ་པ་འཇིག་རྟེན་གསུམ་མགོན་གངས་རི་སེང་གེ་དཀར་མོ་ལ་མཆིས་པ་ཞིག་མངོན་སུམ་དུ་མདུན་གྱི་ནམ་མཁའ་ལ་བྱོན་ནས་འདི་སྐད་གསུངས། བུ་ཐེ་ཚོམ་སྤོངས་ཤིག་རྣལ་འབྱོར་པ། ལྷ་དམ་ཚིག་ལྡན་པའི་ཞིང་སྐྱོང་གི། ཡོན་ཕུལ་བའི་རྟེན་འབྲེལ་དང་དུ་ལོངས། གནས་ག་བའི་ལུང་བསྟན་ཏི་སེ་གུར། བུ་ཤར་དུ་བསྟན་པའི་ལུང་ཅན་གྱིས་རི་གླང་སྤྱན་འདྲེན་ནས་འགྱིང་འདྲ་དང། རྡོ་ལུང་རྒྱུད་ཕྱག་རྒྱ་བསྟོད་པ་འདྲ། རྒྱབ་དར་དཀར་གཡོ་བ་བཀྲམ་པ་ལྟར་གནམ་སྔོན་པོ་འཁོར་ལོ་རྩིབས་བརྒྱད་ལ་ས་དོག་མོ་པད་མ་འདབ་བརྒྱད་དབྱིབས་དབྱར་ཆུ་འཁྱག་བཀྲ་ཤིས་རྟགས་བརྒྱད་འདྲ་ཚ་སྤང་འདྲའི་གྱ་སྲིད་རིན་ཆེན་མཐུན་རི་དབྱིབས་ལེགས་དུག་དཀར་ཕུབ་འདྲེ་བདུན་གྲུ་ནག་པོ་ཐུར་རྒྱུག་ཟེ་དབྱིབས་དིང་འདྲ་དཀར་བོ་གོར་ཆེན་ཕུབ་འདྲེ་རི་ཆོས་ཐམས་ཅད་སྟོང་ཉིད་མཚོན་པའི་དར་ཨ་དཀར་བོ་དྲི་མེད་མེ་དཔེ་གྱེན་མ་དགྲ་བགེགས་སྤྲིན་ལྟར་འདུག་གནས་སུ་གོས་གྱང་དུ་གྲགས་པར་འདེབས་པར་གྱིས་ཞེས་གསུངས་ནས་ནི་གོམ་པ་གྱང་བྲག་དེ་བཏབ་པ་རེད། དེ་ནི་སྨན་ཡས་རང་གི་ངོ་མཚར་གྱི་ཆེ་བ་ཇི་ལྟར་བརྗོད་པ། གངས་དཀར་རྒྱལ་པོ་ཏི་སེ་འདི་ལ་གང་ཟག་གི་ཁྱུ་ཚོས་མཐོ་དམན་དང་བསྟུན་པའི་མཐོང་སྣང་རྣམ་པ་ཤེས་བྱུང་སྟེ། དང་པོ་ཀ་བ་སྨན་པ་ལམ་ལ་མ་ཞུགས་པ་རྣམས་ཀྱི་སྣང་ངོར་གངས་རི་མཐོ་བརྗིད་ནམ་མཁར་སྙེགས་པ་རྒྱ་བོ་དན་ལ་ཞུགས་པ་ལྟ་བུ་ལ། ཤར་དུ་སངས་རྒྱས་ཀྱི་ལུང་བསྟན་པའི་རི་བོ་སྤོས་ངད་ལྡན། ལྷོ་རུ་གཡའ་མོ་ལྷ་མོ་དབྱངས་ཅན་མེད་ཀྱི་ཕོ་བྲང་སྨན་ནག་འཁྱིལ་གྱི་གངས་རིའི་ནུབ་ཏུ་འཕགས་མ་སྒྲོལ་མའི་བཞུགས་གནས་རི་བོ་རྩེ་བརྒྱད། བྱང་དུ་ལྷ་བཙན་གྱི་ཕོ་བྲང་ཟ་འོག་གུར་ཆེན་སོགས་རིན་ཆེན་རྣམས་བློན་པོ་དུས་ཀྱི་ཚུལ་ལྟ་བུར་བཀོད་པ་ཁྱད་པར་དུ་འཕགས་པ་ཞིག་ཡོད། གཉིས་བ་ལམ་མཆོག་པ་ཕྱི་རོལ་མུ་སྟེགས་རིག་བྱེད་རྣམས་ཀྱི་ལུགས་ལ། ཕྱི་གངས་རི་ཤེལ་གྱི་མཆོད་རྟེན་ལྟ་བུ་ལ། ནང་ལྷ་ཆེན་མ་ཧཱ་དེ་བ་ལ་ལྷ་མོ་ཨུ་བ། ཨུ་མ་ཡབ་ཡུམ་བཞུགས་པའི་ཕོ་བྲང་བཀོད་པ་ཁྱད་པར་དུ་འཕགས་པ་ཙམ་ཞིག་ཡོད། གསུམ་པ་ལམ་ཞུགས་ཐེག་དམན། ཉན་རང་གི་རིག་བྱེད་རྣམས་ཀྱི་ལུགས་ལ། ཕྱི་ཡི་སྣང་ཚུལ་གངས་ཀྱི་རི་བོ་ལ། ནང་སྣང་ཚུལ་འཕགས་པའི་གནས་བརྟན་ཆེན་པོ་ཡན་ལག། བྱུང་འཁོར་དྲྭ་བཅོམ་ལྔ་བརྒྱ་དང་བཅས་པ་ཏིང་ངེ་འཛིན་གྱི་རྣམ་རོལ་ལ་གནས་བ་ཡོད། ཞི་བ་སྐ་ཅོག་གསང་སྔགས་རྡོ་རྗེ་ཐེག་པའི་གྲུབ་བརྙེན་སྐྱེས་བུ་རྣམས་ཀྱི་གཟིགས་ངོར་ལ། ཕྱི་ཏི་སེ་རི་བོའི་ཐབས་མཆོག་གི་རྣམ་པ་ལ་ཏི་ཆུང་གིས་གངས་རིའི་ཤེས་རབ་ཕག་མོས་འཁྱུད་པའི་གི་ཚུལ་ཅན། རི་བྲན་ཐམས་ཅད་ལྷ་མོ་རིག་མ་བཅུ་དྲུག་གི་མཆོད་པ་འབུལ་བའི་ཚུལ། རྡ་རླུང་ལྷ་རླུང་རྫོང། རྫོང་ལུང་གསུམ་རྩ་དབུ་རྐྱང་རོ་གསུམ་གྱི་རྣམ་པ་ཅན་ལ། ནང་གཞལ་མེད་ཁང་བཀོད་པ་ཕུན་སུམ་ཚོགས་པའི་དབུས་སུ། དཔའ་འཁོར་ལོ་སྡོམ་པ་ལྷ་དྲུག་ཅུ་རྩ་གཉིས་ཀྱི་ཡེ་ཤེས་ཀྱི་དཀྱིལ་འཁོར་མངོན་སུམ་མ་བསྒྲིབས་ས་ལ་ཚོགས་པར་བཞུགས་པའི་ཚུལ། ཨང་ཆུང་མི་ལ་རས་པའི་གསུང་གིས་ཀྱིས། གསུང་བ་ལྟར་ཡིན། ཨང་ཆུང་མི་ལ་རས་པའི་གསུང་བ་ལྟར་ཤེས་པར་བྱའོ། དེ་ནས་འགྲོ་བའི་མགོན་པོ་གཙང་པ་རྒྱ་རས་ཀྱིས་ཨ་ནི་གང་འདོད་ཀྱི་མགུར་མ་ཅིག་ག་རེ་གསུང་བ་རེད་ཟེར་ན། གངས་ཁྱད་པར་ཅན་གྱི་ཏི་སེ་ནི་ཕྱི་གཞའ་གཡས་ཁང་ཆེན་བརྩིགས་པ་འདྲ་ཤར་ཕྱོགས་བཀྲ་ཤིས་སྒོ་མང་ཡང་དེ་ལེགས་ཐམས་ཅད་འབྱུང་བའི་བ། ལྷོ་ཕྱོགས་ལྷ་ལས་འབར་བ་དེ་འགྲོ་དྲུག་གནས་ནས་འདྲེན་པ་ཡིན། ནུབ་ཕྱོགས་གཙུག་ཏོར་རྣམ་རྒྱལ་དེ་འཆི་མེད་ཚེ་ཡི་དངོས་གྲུབ་སྟེར། བྱང་ཕྱོགས་བྱང་ཆུབ་མཆོད་རྟེན་དེ་བྱང་ཆུབ་ལམ་གྱི་ཆོས་རྣམས་རྫོགས། རྩེ་མོ་གུར་དཀར་ཕུབ་པ་འདྲ་རྣམ་དག་འབྲས་བུ་སྟེར་བའི་རྟགས། བསྐལ་པ་སྣ་ཚོགས་དོར་བྱེད་དྲག་བར་དུ་གཅོད་པའི་གེགས་རྣམས་ཞི། ལྟེ་བ་རིན་ཆེན་སྤུངས་པ་འདྲ་དངོས་གྲུབ་རྣམ་ལྔའི་སྟེར་བའི་རྟགས། རྩ་བ་པདྨ་འདབ་བརྒྱད་འདྲ་འཁོར་བའི་སྐྱོན་དང་དྲ་བའི་དག། ལྷ་སྣང་ཕྱོགས་ཀྱི་རི་བོ་དེ་ཟ་འོག་གུར་འགྱིང་ཕུབ་པ་འདྲ། ལྷ་བཙན་གཉན་པོའི་ཕོ་བྲང་ཡིན་ཆོས་མཛད་ཡོངས་ཀྱི་སྲུང་མར་གྲགས། རྫོང་ལུང་མཐུན་རྒྱན་འཛོམས་པོ་དེ་གོས་འདོད་ཐམས་ཅད་ཕྱུང་བའི་དག། ལྷ་ལུང་གྲྭ་ཆུང་ལྔ་བརྒྱ་དེ་ཤེད་ཀྱི་མཆོད་རྟེན་བསྒྲིགས་པ་འདྲ། ལུང་སྒོ་གང་ལ་བལྟས་པ་དེ་ཕན་ཆེན་གནམ་ལ་འཕྱང་བ་འདྲ། རིན་ཆེན་སྣ་ལྔའི་འཇའ་ཚོན་དེ་ཡེ་ཤེས་ལྔ་ཡི་ངོ་བོར་རྟོགས། སྒྲུབ་ཁང་རྒྱ་དང་གྱ་གྱུ་སྟེ་སྤང་ལ་ཆུ་མིག་དོར་བ་འདྲ། སྒྲུབ་གནས་རེ་ལ་གོམ་ཆེན་རེ་གསེར་མིག་གཡུ་ཡིས་སྤྲས་བ་འདྲ། ཕྱི་ཡི་གཞའ་གཡས་ཁང་གི་བཀོད་པ་ཡིན་ནང་གསང་སྔགས་ལྷ་ཡི་བཞུགས་གནས་ཡིན། ཁང་ཁྱབ་རི་ཅན་གྱི་ཕོ་བྲང་ལ་དཔའ་འཁོར་ལོ་དུད་འབི་ལྷ་ཚོགས་རྣམས་དོན་མེ་ལོང་ནང་གི་གཟུགས་བརྙན་བཞིན་གནས་གསར་ལ་ངེས་བཟུང་མེད་པར་མཐོང། སྡིག་ཅན་བྲི་བ་འབྱུང་བའི་རྟེན་བྱོན་རྟེན་བསོད་ནམས་གསོག་པའི་རྟེན་བདེན་བྲལ་མོས་གུས་སྐྱེ་བའི་རྟེན། བྱིན་རླབས་དངོས་གྲུབ་འབྱུང་བའི་གནས། བྱ་བཏང་རི་ཁྲོད་འགྲིམས་པའི་གནས། ལས་ཅན་བྱང་ཆུབ་གྲུབ་པའི་གནས། རྣལ་འབྱོར་ཏིང་འཛིན་གོམས་པའི་གནས། སངས་རྒྱས་མྱུར་ལམ་གྲོལ་བའི་གནས། གནས་གསུམ་བསྐོར་བའི་གང་ཟག་ལ། དུས་གསུམ་རྒྱབ་འགྱུར་མི་གཡོ་འམ། གནས་གསུམ་འགྲིམས་པའི་བྱ་བཏང་ལ། འཁོར་གསུམ་ཡོངས་དག་མི་གཡོ་འམ། གནས་གསུམ་བྲག་ལ་བཞུགས་མི་ལ། གྲུབ་ཐོབ་རིམ་གསུམ་མི་གཡོ་འམ། གནས་གསུམ་རི་ལ་སྡོད་མཁན་ལ། དུས་གསུམ་སངས་རྒྱས་མི་གཡོ་འམ། བླ་མ་གོང་མའི་གསུང་རྒྱུན་དེ། བཀའ་བསྟན་རྣམས་ཀྱི་སྙིང་ལ་ཆོངས། རྒྱུན་གྱི་བར་ཁ་ཐང་ཅན་དེ་ཕྱོགས་བཞིའི་གནམ་ཤུགས་བརྐྱང་བ་འདྲ། རི་དྭགས་སྣ་ཚོགས་འཛོམས་པ་དེ་སྤྱན་ཟུར་མཆོད་པ་ཕུལ་བ་འདྲ། ལྷོ་ཡི་རི་བོའི་རྩེ་བརྒྱད་དེ་མཆོད་རྟེན་བྲག་ལ་བྲེགས་པ་འདྲ། སྨད་ཀྱི་གྱང་མོ་ནག་ཉེས་དེ་གེགས་མོ་མེ་ལོང་བཏགས་བ་འདྲ། མ་དབང་གཡུ་མཚོ་མེར་བ་དེ་གཡུ་ཡི་མེ་འདྲ་བཀང་བ་འདྲ། མ་ཕམ་ལག་ངར་བསྒྲེལ་བ་དེ་རྟེན་འབྲེལ་བཟང་མོ་བྱིན་པའི་རྟགས། ཐ་མ་རི་ཡིས་བསྐོར་བ་དེ་གྲུབ་ཐོབ་གོང་མ་དུལ་བའི་རྟགས། དཔོན་ངན་བདེན་པའི་རི་བོ་དེ་གླང་ཆེན་གྲལ་ལ་འགྱིང་བ་འདྲ། ལང་ཀར་གཤེགས་པའི་རི་བོ་དེ་རིན་ཆེན་ཐང་ལ་སྤུངས་བ་འདྲ། གངས་རིའི་མཚོ་ཡི་གཟིགས་སྣང་ལ་ཤེས་པ་བསམ་གྱིས་མི་ཁྱབ་ཀྱང་ཅུང་ཟད་ཙམ་ཞིག་བསྟོད་པ་ཡིས་འགྲོ་ཀུན་སངས་རྒྱས་མྱུར་ཐོབ་ཤོག། གངས་དཀར་ཏི་སེའི་གཡས་གཡོན་ལ་གནས་ས་རྩ་ཆེན་དང་བྲག་ཕུག་རང་བྱོན་དེ་ཚོ་བཞུགས་པས་ན་ཕྱག་རྫ་གངས་གངས་མདུན་གྱི་གསེར་གཞོང་ཐང་གེ་སར་རྒྱལ་པོའི་ཆིབས་བདག་གི་རྔ་མ་ལས་ཀྱི་རྟ་སྒ། གུ་གེ་སྲུང་མ་མགོན་པོ་བིང་གངས་རི་གི་སྐུར་རྒྱལ་བཅོམ་ལྡན་འདས་ཀྱི་ཆོས་འཁོར་གྱི་བཞུགས་ཁྲི་མི་ལ་རེ་བ་དང་ན་རུ་བོན་ཆུང་གཉིས་ཀྱི་རྩ་འགྲེལ་གྱི་གྱད་དོ་སྡིག་པ་དཀར་ནག་བལྟ་ས་ལས་ཀྱི་མེ་ལོང་ཕ་མེས་དྲིན་ལན་འཇལ་ས་ཁྲོས་མ་ཉེར་གཅིག་གི་ཕོ་བྲང་ཚོང་དཔོན་ནོར་བུ་བཟང་བོད་ཀྱི་བུ་རམ་ཤིང་པ་སྨན་རུ་རྩེ་ཡི་གི་བདེ་བླག་འཁྲུ་ས་བརླག་ཤིང་རང་བྱོན་ལུས་ཀྱི་བཞུགས་རྩེ་སྲིད་པའི་གངས་སེང་རང་བྱོན་ཁྲོས་མ་ལ། ལས་ཀྱི་སྟ་རེ་འཕྲུལ་གྱི་རྫིང་བུ་ལས་ཀྱི་ཤོ་གན་བདུན་ལ་ཆུ། མཁའ་འགྲོའི་སྲང་ལམ་སྡེ་གུང་བླ་མའི་ཞབས་རྗེས་བླ་ཆེན་རིམ་བྱོན་གྱི་གྲུབ་ཕུག་འཛོམ་རྟོག་གོ་དཀར་མང་ཀུན་འབྲིང་བཅུ་དྲུག་པ་རིག་པའི་དོར་བྱེད་ཀྱི་དབུ་ཞྭ་གྱི་ཆས། ལ་དྭགས་བླ་མའི་རྣལ་འབྱོར་གྱི་རྣལ་ལུས་ཀྱི་ཞབས་རྗེས་ཁྱུང་གི་མིག་ཆུ། སྣའི་སྐྲའི་རྟ་ཕོ་རི་གུ་རུ་མཚན་བརྒྱད་རང་བྱོན་སོགས་མང་པོ་ཅིག་སྦྱར་རྒྱུ་ཡོད་རེད་ཞུ་ཡ་ཡིན། འོ་ལགས་སོ་དེ་ནས་གངས་དཀར་སྟེ་གསེར་གྱི་ཤར་དུ་རྫུ་འཕྲུལ་ཕུག་གོམ་པ་ལྷོར་རྒྱང་གྲགས་གོམ་པ་ནུབ་ཏུ་ཆོས་སྐུ་གོམས་པ་ནུབ་བྱང་དུ་འབྲི་ར་ཕུག་གོམས་པ་འོ་དེ་འདྲ་ཞིག་ཡོད་རེད་ཞུ་ཡ་ཡིན་ད་འདི་གོམས་པ་རེ་རེ་གི་ལོ་རྒྱུས་ཞུ་བ་བྱུང་ན་དེ་འདི་རིང་པོ་འདྲ་བོ་ཆགས་འགྲོ་ས་རེད་འདི་ཞུ་མི་དགོས་ཆེ་དེ་ནས་གངས་རི་རྩེ་སྐོར་དུ་འགྲོ་ལམ་གྱི་ལྷོ་ངོས་སུ་གངས་མཚམས་ཀྱི་བྲག་གི་གམ་གྱི་འོག་ལ་གསེར་གདུང་བཅུ་གསུམ་ཟེར་བའི་འབྲི་གུང་གི་དེང་རབས་མཆོད་རྟེན་བཅུ་གསུམ་འབྲི་གུང་སྐྱབས་མགོན་རེ་རེ་གི་དེང་རབས་བྱས་ནས་གསེར་གདུང་བཅུ་གསུམ་ཞེས་པའི་དུང་རྟེན་དེ་འདྲ་བྲག་ཡིབ་ལ་བཞེངས་ཐུབ་པ་ཡོད་རེད་ཞུ་ཡ་ཡིན། རྩ་བའི་མངའ་རིས་དར་རྒྱན་གྱི་འགྲེལ་བཤད་ལ་སྔོན་དུ་ཞུས་གྲུབ་པ་ཅིག་བྱས། ད་ད་རིང་འདི་གངས་རི་གི་ལོ་རྒྱུས་དང་ལྡན་པའི་ཨ་ནེ་གནས་ཁྱད་པར་ཅན་དེ་ཡི་གི་སྐུ་མདུན་ལ། དགྲ་བཅོམ་པ་ལྔ་བརྒྱད་ཀྱི་བཞུགས་གནས་ཀྱི་མདུན་གསེར་གཞོང་ཐང་གི་དཀྱིལ་དུ། མི་དབང་གངས་ལྡན་ཚེ་དབང་གི་གནས་ཁྱད་པར་ཅན་དང་དུས་ཁྱད་པར་ཅན། བོད་ཟླ་བཞི་པའི་ཚེས་བཅོ་ལྔ་ལ་སྟག་ས་སྐྱོང་ལས་གཡུལ་ལས་རྣམ་པར་རྒྱལ་བའི་དུས་ཆེན་བཅས་དུས་ཆེན་གསུམ་ཚོམ་ལ་ཨ་ནེ་སངས་རྒྱས་ཀྱི་བསྟན་པ་དར་བ། རྒྱལ་བ་ཀུན་འབྲིང་རིམ་བྱོན་གྱི་སྐུ་ཚེ་ཡུན་དུ་བརྟན་པའི་སྲོག་ཤིང་དང། སེམས་ཅན་ལས་བདེ་སྐྱིད་འབྱུང་བའི་སླད་དུ་ཨ་ནེ་དར་ཅན་གྱི་སྲོག་ཤིང་ལ་ཕོ་ཟླུམ་བཅོ་བརྒྱད་དང་མོ་ཟླུམ་གཅིག་ཅེས་བཅུ་དགུ། དབུས་ཡི་གེ་གསེར་མདོག་ནང་དུ་གཟུངས་གཞུག་ལ་མི་དབང་གངས་ལྡན་གྱི་གྭའུ་དང་ཨ་ནི་བྱིན་ལྡན་ཁྱད་པར་ཅན་སོགས་ཕུལ་ནས། ཨ་ནི་བོད་ཟླ་བཞི་བའི་ཚེས་བཅད་ལྔ་ལ་མངའ་རིས་དར་ཆེན་སི་ཡ་ཐེ་འཛུགས་སོ་དེ་འདྲ་བྱེད་རེས་ཞུ་ཡ་ཅིག་བྱས། དེ་ནས་མངའ་རིས་གཞིས་བྱེས་གཉིས་ཀྱི་སྐྱབས་མགོན་གྱ་དབང་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་ལ་ཨ་ནི་གངས་རིན་པོ་ཆེ་ཏི་སི་ལ་བསྟོད་བསྔགས་ཀྱི་ཁོང་ནས་ཕྱག་འཚལ་བའི་ཚིགས་བཅད་རྣམ་དཀར་རྒྱ་མཚོའི་དཔལ་གྱི་ཟླ་འོད་སི་ཡ་ཐེ་ནི་མ་ཅིག་སྒྲོགས་སྦྱང་ཞུ་ཡ་ཡིན། དཀར་དམར་ལས་སྐོམ་མཁྱེན་བརྩེའི་ཆུ་མཚོ་ལས་ཉེས་གདུང་སྤངས་རྟོགས་ཡོན་ཏན་སྤུངས་བའི་རྩལ་རིག་གསུམ་བདུད་རྗེའི་དབུས་ནས་མངོན་བྱེད་པ། ཐུབ་དབང་གསང་མཚན་ཨང་བུ་གཙུག་གི་བདུད། སྐུ་ཐུགས་མི་ཕྱེད་ཟུང་འཇུག་འགྱུར་མེད་མཁར་ཡོངས་ཤར་དཔའ་བོ་རྣལ་འབྱོར་ཀུན་གྱི་གཙོ། བཅོམ་ལྡན་ཧེ་རུ་ཀ་པ་ཡབ་ཡུམ་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཆེ་མཆོག་ལྷ་སྟེ་དམིགས་མེད་ཐུགས་རྗེ་ངང་འཛམ་གླིང་ཉེར་བཞིའི་ཡུལ་རྣམས་བྱིན་རླབས་པས། ས་སྤྱོད་གསུང་གི་དཀྱིལ་འཁོར་གནས་སུ་སྔགས་ཏི་སེ་གངས་ཀྱི་རི་བོའི་དལ་ཆགས་འབུལ། འཕགས་པའི་གནས་བརྟན་དགྲ་བཅོམ་འཁོར་ཚོགས་བཅས། ཞི་བར་མི་བཤོལ། འགྲོ་དོན་སྐྱོང་བི་ནས་འཛིན་མི་རྒྱན་གྱུར་ས་ཡི་ཐིག་ལེ་ཉིད། ཏི་སེ་གངས་ཀྱི་རི་བོ་དལ་ཆགས་འབུར། གངས་ཅན་རྣལ་འབྱོར་ཁྱུ་མཆོག་མི་ལ་བཅས་གནས་ཤེས་བྱིན་རླབས་གྲུབ་པའི་མཚན་མ་ངོམ། ཐུབ་བསྟན་སྒྲུབ་བརྒྱུད་ཉིད་བཞེངས་མཛད་བི་ནས་ཏི་སེ་གངས་ཀྱི་རི་བོ་དལ་ཆགས་འབུར། ལས་སྣང་ཡོངས་དག་འགྲོ་བའི་མོས་ངོ་རུ་ངོ་མཚར་དབྱིབས་དང་དཔངས་ཀྱི་ཁྱད་ཆོས་སོགས། དཔག་ཀྱིན་མགུལ་ནས་སྟོན་པས་བསྔགས་པའི་གནས་ཏེ་གཟིགས་ཁང་གི་རི་བོ་དལ་ཅག་འབུ་ཚོགས་དང་མཚམས་སུ་མ་འམ་གཡུ་མཚོ་སོགས་ངོ་མཚར་ས་ཡི་ཁྱད་པར་དུ་མ་ཡིས་སྐྱེ་འགྲོ་ཉམས་ཀྱི་སྣང་བར་གྱུར་ནུས་བ་སྟེ་གཟིགས་ཁང་གི་རི་བོ་དལ་ཅག་འབུལ། ཡན་ལག་གྱེན་ལྡན་ཆུ་བོའི་རྒྱུན་བཟང་དང་གཙང་སའི་ཀླུང་སོགས་འཁོར་རྒྱུག་ཁྱད་ཆོས་རྣམས་འདྲེན་པར་ཡིས་ཀྱང་ལུས་སེམས་དལ་ཁ་འདྲེན་ཏེ་གཟིགས་ཁང་གི་རི་བོ་དལ་ཅག་འབུལ། གཞན་ཡང་ལེགས་ལྡན་རྟག་ཏུ་ཞི་བ་ནི་དབུ་མ་ཐང་ཆེ་ག་གུ་རྩེ་ནས་སུ། ཆོས་ཚུལ་ཐ་དད་འགྲོ་བའི་མ་ལུས་ཡུལ། ཏི་སེ་གངས་ཀྱི་རི་བོའི་དལ་ཅག་འབུ། གང་དུ་གུ་གསུམ་གས་ལ་ཡོངས་བྲུས་ན། དྲི་བ་ཉེར་བརྟག་ཉམས་རྟོགས་ངང་གིས་འཕེལ། གྲུབ་རིགས་རྣལ་འབྱོར་དུ་མས་བསྟན་པའི་སྔགས། ཏི་སེ་གངས་ཀྱི་རི་བོའི་དལ་ཅག་འབུ། གལ་ཏེ་ཁ་བབས་རྣམ་བཞི་དལ་འགྲོས་རླུང། གྱུར་དང་མི་འགྱུར་འགྲོ་བའི་ཉེར་འཚོ་ཞིང། བྱམས་བརྩེ་གར་བ་བཏང་སྙོམས་ཚད་མེད་ངང། སྐྱེ་དགུ་མ་ལུས་བདེ་སྐྱིད་ལྡན་པར་ཤོག། མཛད་རྗེས་ལྷུན་ཆགས་སྐལ་ལ་ཤ་ཡི་རི། གཟི་འོད་གཡོ་མེད་རྟག་བརྟན་ངང་ཚུལ་ལྟར། གངས་ལྗོངས་སྲིད་ཞིའི་ལེགས་ཚོགས་དཔའ་འབར་བའི། དད་བརྩེའི་ནུབ་སྨད་གླིང་འདིར་ཡུན་གནས་ཤོག། སྐྱེ་མེད་མོས་ཁམས་ཐ་དད་མི་རིགས་རྣམས། བསམ་དོན་གཅིག་གིས་གནས་འདིར་འདུས་བ་བཞིན། མཁའ་མཉམ་འཇིག་རྟེན་སྐྱེ་འགྲོ་མ་ལུས་པ། ཞི་བདེ་མཛའ་གཅུགས་ནམ་ཡང་ལྷོད་མེད་ཤོག། ཡང་དག་བདག་དང་བྱང་ཆུབ་སེམས་མཆོག་གཙང་སེལ་རླུང་དང་ཆབ་རྒྱུན་གྱིས་འགྲོ་བ་མ་ལུས་ཐེག་མཆོག་ལུང་བསྟན་རླབས་ཆེན་སྤྱོད་ལ་མི་ཞུམ་ཞིང། ལྷན་སྐྱེས་ཡེ་ཤེས་སྙིང་དུ་ཤར་བའི་སྐུ་མདོག་འཕྲུལ་བའི་ཉེར་རྫོགས་བཅོམ། སྐུ་གསུང་ཐུགས་ཀྱི་རྡོ་རྗེ་ཉིད་དུ། རབ་སྒྲུབ་དད་པའི་མཆོག་སྙན་ཤོག་ཅེས་པ་དེ་ནི་བོད་གངས་ཅན་མངའ་རིས་བ་གཞིས་བྱེས་རྣམས་ཀྱི་གནས་ཆེན་གངས་ཏི་སེའི་སྟོད་ཆ་གསོལ་འདེབས་གོས་ངན་རེ་སྒུག་བྱུང་བ་དང་ངོས་ནས་ཀྱང་དེ་ལྟར་གྱིས་བསྟུན་ཡོད་པ་བཅས་ཤག་ཁྱི་གལ་མཆོང་བསྟན་འཛིན་རྒྱ་མཚོས་བོད་རབ་བྱུང་བཅུ་བདུན་ལྕགས་རྟ་ཟླ་བ་བཅུ་གཉིས་ཚེས་གཅིག་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ཟླ་བ་དང་པོའི་ཚེས་བཅུ་དྲུག་ཉིན་ཆར་བ་གལ་ལེགས་འཕེལ། གངས་དཀར་ཏི་སེ་ལ་ཕྱག་དང་བསྐོར་བ་བྱེད་པའི་གི་ཕན་ཡོན་ཇི་སྐད་དུ་འདུ་བ་ལུང་ལས། གང་ཞིག་དད་ཅིང་མོས་པའི་སེམས་ཀྱིས་སུ་སངས་རྒྱས་ཆུ་ལྡན་ལ་ནི་གོམས་མདོར་ན། འཛམ་བུའི་ཆུ་བོ་གསེར་སྲང་བསང་རྫས་ནི་སྟོང་ཕྲག་བརྒྱ་ཡང་དེ་དང་མཉམ་པ་མིན་ཞེས་གང་ཞིག་དད་པའི་སེམས་ཀྱིས་སངས་རྒྱས་ཀྱི་ཆུ་ལྡན་ལ་བསྐོར་བར་བྱ་བའི་བསམ་པས་གོམས་པ་གཅིག་འདོར་བའི་ཕན་ཡོན་ཡང་འཛམ་བུའི་ཆུ་བོ་གསེར་སྲང་སྟོང་ཕྲག་བརྒྱ་བྱིན་པ་བས་ཀྱང་ཕན་ཡོན་ཆེ་བར་གསུངས་ལ། དེ་ལྟར་སངས་རྒྱས་ཀྱི་གདུང་ཞུགས་པའི་ཆོས་ལྡན་ལ་ཡིད་གཏད་དད་གུས་སྐྱེ་བ་ཙམ་གྱིས་ཕན་ཡོན་དེ་ལྡང་ན་དེར་བཅོམ་ལྡན་འཁོར་ལོ་སྡོམ་པ་ལྷ་དྲུག་ཅུ་རྩ་གཉིས་ཀྱི་ཡེ་ཤེས་སྐུ་དངོས་སུ་བཞུགས་པའི་ཕྱིར། གོང་དུ་ཇི་ལྟར་གསུངས་པའི་ཕན་ཡོན་ཐོབ་པ་ནི་དོན་མི་ཟ་ཡིན་ལ། གཞན་ཡང། བྱས་གཙང་པ་རྒྱ་རིགས་ཀྱི་ཕོ་བྲང་ཆེན་པོ་ཏི་སི་ལ་བསྐོར་བ་ལན་གཅིག་བསྐོར་གྱུར་ན་སྐྱེ་བ་གཅིག་ལ་དྲི་བ་དག་དེ་བཞིན་རིམ་པ་བཅུ་བསྐོར་ན་དཀའ་བ་གཅིག་གི་དྲི་བ་དག། བསྐོར་བ་བརྒྱ་རྩ་གསུམ་བཙལ་ན་རྟགས་བཅུ་ཡོན་ཏན་བརྒྱད་རྫོགས་ནས་ཚེ་གཅིག་སངས་རྒྱས་ཐོབ་པར་འགྱུར། ཨ་འདི་འདྲས་ཅིག་གསུང་སྲོལ་ཅིག་དང་ཡང་དག་ལོ་ན་གན་པ་ཚོའི་ངག་སྒྲོས་ལ་དཀོར་རྫས་བཅུ་གསུམ་ཞུ་དགོས་ཡ་དེ་སྔོན་མ་སྔོན་མ་དཀོར་རྫས་བཅུ་གསུམ་ཟེར་ཡས་དེ་ཁྲོན་མ་ལ་ཡས་ཀྱི་སྟེང་གི་ཨ་ནི་མཚོ་ཆུང་དེ་ལ་སྔོན་གནས་སྐོར་བ་ཞིག་གིས་བུ་མེད་ཞིག་གིས་ཨ་ནི་བུ་ཚ་གྱབ་ཏུ་ཁུར་ནས་ལུས་གུར་བུ་ཆུ་བཏུང་བར་འགྲོ་དུས་ཨ་ནི་བུ་ཚ་དེ་ཆུའི་ནང་ལ་ལྷུང་བ་རེད། དེས་ཕྱིན་ལ་ཨ་ནི་མཚོ་བཞག་ཁ་མ་བརྗེད་པ་ཡིན་དུས་གང་ལ་ཨ་ནི་ད་ལྟ་བུ་མེད་དེ་གིས་བུ་ཚ་བསད་པ་ལྟ་བུའི་ཤག་པ་སྐོར་བ་བསགས་པས་ཨ་ནི་སྐོར་བ་བཅུ་གསུམ་སོང་དུས་གང་ལ་དྲི་བ་དག་པའི་རྟགས་ལ་དོགས་ལ་ཕྱག་ཞབས་ཀྱི་ཆེ་བྱུང་ནས་འཇའ་ལུས་སུ་མཁའ་སྤྱོད་དུ་གཤེགས་པས། དེའི་ཕྱིར་ལ་ཀོ་ར་ལ་དཀོར་རྩེ་ལྕོག་གསུམ་ཟེར་དགོས་ཡ་དེ་རྒྱུ་མཚན་དེ་འདྲས་ཅིག་བྱུང་བ་རེད། འོ་ལགས་སོ་ལགས་སོ་ད་རྩ་བའི་ཆ་ནས་གངས་རིན་པོ་ཆེའི་བསྟོད་པ་རྒྱས་བ་ཞུ་དགོས་བྱུང་ན་ད་ཞི་བོ་རིང་པོ་རེད་ཡིན་ནས་ད་ད་རིང་མདོར་བསྡུས་སུ་མདོར་བསྡུས་སུ་རྟེན་འབྲེལ་ཙམ་ཅིག་འདུག་ཟེར་ཞུས་གྲུབ་པ་ཡིན་བཀའ་དྲིན་ཆེ། རྣམ་པ་ཚོ་གསན་པ་ལ་ཡང་ཐུགས་རྗེ་ཆེ་ཞུ་ཡ་དང། རྗེས་མར་ཡང་བསྐྱར་མཇལ་ཡོང།